ལེགས་སེ་ད་དེ་རིང་འདི་ལ་ཡང་གནམ་འོག་གི་ཚེ་འགྱུར་ཚན་པའི་ཀུན་ཁྱབ་གཉན་རིམ་སུམ་བརྒྱ་བཅུ་གཉིས་ཀྱི་ངོ་བོའི་ཐོག་ནས་ངོ་སྤྲོད་ཞུ་ཡག་དང་དེ་ཡང་གནམ་འོག་གི་ཚེ་འགྱུར་ཚན་པའི་ཀུན་ཁྱབ་འཕྲལ་སྡོམ་ལེ་ཚན་གསར་འགྱུར་རང་གི་ངོ་བོའི་ཐོག་ལ་ཡང་རྒྱལ་གཅེས་དཔའ་བོ་རང་བཙན་བློ་དགའ་ལགས་ཀྱི་སྐུ་ལུས།

རྒྱལ་སྤྱི་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་སྐུ་ལུས་མེ་བསྲེགས་བཏང་པ་ནས་བཟུང་སྟེ་ད་ལྟའི་བར་དུ་ལ་ད་ཉིན་པ་གཅིག་ལ་མ་ཆད་ཕྱིན་ཏེ་ས་གནས་འདི་ལ་བཞུགས་ཕྱིན་ནས་ལས་འགུལ་ཆེ་ཕྲ་ཆུང་གསུམ་ཡོངས་རྫོགས་ལ་མཉམ་ཞུགས་གནང་སྟེ་ངས་ཆགས་ཀྱི་ཡོད་རེད་དེ་ཡིན་དུས་དེ་རིང་ང་ཚོ་ལས་རིམ་འདི་ཆ་ཚང་ཞིག་ང་རང་ཚོ་དེ་རིང་ལས་རམ་འདི་སྤྱི་བཏང་མཉམ་འབྲེལ་རྒྱལ་ཚོགས་ནས་འགོ་བཙུགས་ནས་རྒྱ་ནག་གཞུང་ཚོའི་བར་དུ་འགྲོ་གི་ཡོད་རེད་དེ་ཡིན་པ་ཡིན་ན་ཡང་ལས་རམ་འགོ་མ་བཙུགས་པའི་སྔོན་ལ་ཡང་ལས་རམ་ཞིག་འཕྲལ་གཏོང་ཞུ་གི་ཡོད་དེ་ཡིན་དུས་དགེ་བཤེས་ལ་ཐུགས་རྗེ་གཟིགས།

འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་མདུན་ལ། རྒྱལ་སྤྱིའི་དཔའ་བོ་རང་བཙན་བློ་དགའ་གི་སྐུ་ལུས་མེར་བསྲེགས་བཏང་ས་ཀྱི་ས་ཆ་ཡུལ་དངོས་ནས་བྱས་ནས། འཛམ་བུ་གླིང་ཁྱོན་ཡོངས་ལ་དང་ང་རང་ཚོ་བཙན་བྱོལ་སྤྱི་ཚོགས་གནས་ས་ཀྱི་བོད་པ་ཁྱོན་ཡོངས་ཀྱི་ཆ་ནས། དངོས་གནས་དྲང་གནས་ཀྱི་ལས་འགུལ་འདི་ཡག་པོ་ཅིག་སྤེལ་སོང་ཟེར་ན་ད་བརྒྱ་ཆ་བརྒྱ་སྤེལ་སོང་ས་ས་སོ་སོ་འདོད་པ་གང་ཡིན་ཤེས་པ་བྱུང་སོང། ཕྱིར་འདང་བྱས་པ་ཡིན་ན་ང་ཚོ་ཚང་མ་གི་མཁྱེན་གསལ་ཞིག་རེད། ཤིང་རྟ་བདུན་པའི་གི་ཤི་ཚེ་སྐྱིད་ཉིན་མོ་དེ་ལ་བཀའ་སྤྱི་གཉིས་ཀྱི་དབུ་ཁྲིད་པའི་གི་ང་རང་ཚོ་རྒྱ་ནག་གི་མི་རིགས་མཐུན་སྒྲིལ་གི་སྤྱི་གཅིག་ཡང་དོན་སྤྱི་གཅིག་སྤྱི་སེམས་ནི་མི་གཉིས་ཀྱི་པོ་བཏང་འཇོག་དེ་ལ་ལས་འགུལ་ཆེན་པོ་ཅིག་འགོ་བཙུགས་པར་བ་རམ་རྩེ་ལོ་ག་ངེད་གཉིས་ཉི་མ་གཅིག་གི་སྔོན་ལ་ཕེ་ཁེ་ལ་རི་རྐང་ལ་འགྲོ་བདེ་བའི་ཁ་ཐུག་དེ་ལ་ཁོ་གི་ང་ལ་ལས་འགུལ་ལ་མཉམ་ཞུགས་བྱེད་ཡ་རག་མ་སོང་ལས་འགུལ་ལ་མཉམ་ཞུགས་བྱེད་ཡ་རག་མ་སོང་ཟེར་དེ་རེད་ཡོད་ན་མེད་ན་ཁོས་སྐད་ཆ་མང་པོ་དེ། བཀའ་སྤྱི་གཉིས་ཀྱི་ལས་འགུལ་གྱི་འགོ་བཙུགས་པ་རེད། ལས་འགུལ་དེ་ང་ཚོ་མི་མང་གི་ལས་འགུལ་རེད། ལས་འགུལ་དེ་ད་གལ་ཆེན་པོ་གྱི་རྩིས་བྱས་ནས་ང་རང་ཧ་གོ་ཡ་བྱས་ན་རང་བཙན་བློ་དགའ་གི། ལས་འགུལ་དེ་གལ་ཆེན་པོ་རྩིས་བྱས་ནས་ཁོ་རང་གི་ལས་འགུལ་དེ་འཛམ་བུ་གླིང་ལ་ཁྱབ་ཐུབ་ཡ་གི་ཆེད་དུ། ཤེས་ཚིག་གཉིས་ལ། ཤོ་སྒྲོ་ཆུ་ཚོད། ལྔ་དང་ཕྱེད་ཀ་དང་དྲུག་པ་ཡ་མེད་དེ་འདྲ་གཅིག་རེད། དེ་འདྲའི་གི་ཆེད་དུ་ཁོ་རང། ད་ཅིག། སྐུ་སྲོག་དེ་དངོས་གནས་དྲང་གནས་བོད་རྒྱལ་ཁབ་ཀྱི་ཆེད་དུ་བོད་རྒྱ་ཆེ་མི་མང་གི་ཆེད་དུ་སངས་རྒྱས་ཀྱི་བསྟན་པ་གི་ཆེད་དུ་ཐུགས་སུ་བློས་གཏོང་གནང་སོང། འདི་འདི་ནས་སྐུ་ལུས་མེ་བསྲེགས་བཏང་སོང། ད་ལྟའི་ང་ཚོ་ཚང་མ་གི་དེ་ཧ་གོ་དེ་གི་ར་ལམ་དེ་ཡང་འཇོག་བསྐྱར་ནན་གྱིས་ཅིག་ཞུ་ཡ་ཡིན། ཨ་ནི་དེ་ནས་ནི་ང་ཚོ། ངས་གི་ད་མཐོང་ས་ལ་ཉིའུ་ཡོག་དང་ཉིའུ་རྗེ་སི། ད་དེ་ནས་རེ་རེ་ཉིན་རེ་ལམ་མི་དགོ་བ་བྱེད། ཚོགས་པ་ཁག་གི་འགན་ཁུ་སྟངས་ཡིན་ན་རེད་མི་མང་གི་འགན་ཁུ་སྟངས་ཡིན་ན་རེད། ད་མི་མང་གི་སོ་སོ་སོ་སོ་གི་མཛུ་གུ་ང་ལ་རིང་ཐུང་ཅིག་ཡོད་རེད་གང་ད་དེ་ནང་བཞིན་བྱས་ནས་མཛུ་གུ་ང་ལ་རིང་ཐུང་ཡོད་རེད་དེ་ནུས་པ་སོ་སོ་སོ་སོ་ཡོད་རེད། དེ་འདྲའི་ནང་བཞིན་གི་མི་མང་སོ་སོ་སོ་སོ་གི་ནུས་པ་གང་ཡོད་ཅི་ཡོད་གི་དེ་ལ།

པོ་སོགས་བློས་གཏོང་གནང་མཁན་གྱི་རྒྱ་ཆེའི་དཔའ་བོ་ཚོ་གིས་ད་དངོས་གནས་དྲ་གནས་ཀྱི་བློས་བཏང་གནང་བ་དེ་ལ་ཡང་དངོས་གནས་དྲ་གནས་ད་རེས་ང་ཚོ་གི་ཆེ་མཐོང་འདྲ་བ་ཅིག་བརྩིས་བྱས་ནས་འོ་ན་དེ་དོན་མེད་ཆུད་ཟོས་དུ་མ་གཏོང་ཡག་གི་ང་རང་ཚོ་གི་ལས་ཀ་ཧུར་ཐག་པོ་ཐག་ཅིག་བྱས་སོང་བསམ་གྱི་འདུག་ད་དེ་འདྲ་ཡིན་པ་སོང་ཙང་ང་ཚོ་ཞེ་དགུ་བར་དུ་ལས་འགུལ་སྤེལ་ཡག་རེད་དེ་རིང་ང་ཚོ་དོན་ཚན་དྲུག་པ་བྱ་དགོས་ཡོད་རེད་བ་དོན་ཚན་དྲུག་པ་ལ་ང་རང་ཚོ་ཆུ་མཐུན་ཚོགས་པ་ཁག་རེད།

གྲུ་འདི་ག་རེ་དོན་ཡོད་རེད་ཟེར་ཏེ་དྲི་བ་ལེགས་རེད་བ། དེ་འདྲས་ཡིན་པ་སོང་ཙང་གྲུ་འདི་ལམ་སང་དམ་མདའ་རྡོག་རྡོག་བོད་རང་བཙན་དང་བོད་རྒྱལ་ཁབ་རག་གི་མེད་པ་ང་ཚོ་ཚང་མ་གི་ལ་ཧ་གོ་གི་རེད། ཡིན་ན་ཡང་དེ་རག་བ་བྱེད་པ་ལ་མཐུན་རྐྱེན་དེ་གར་དགོས་རེད། ང་རང་ཚོ་གི་གོང་ས་མཆོག་གི་ག་དུས་ཡིན་ན་བདེན་ཚིག་སྨོན་ལམ། འོ་ཡ་བདེན་ཚིག་སྨོན་ལམ་སོང་གི་ཡོད་རེད་བ། ང་ཚོ་གོང་ས་མཆོག་གི་ང་ཚོ་ལ་བདེན་པ་ཡོད་རེད་ད། ག་དུས་ཡིན་ན་ང་ཚོས་བདེན་པ་དེ་དུས་ན་ཡང་ཐ་སད་གི་རི་དྭགས ྋགོང་ས་མཆོག་གི་གསུང་རི་དྭགས་དེ་སངས་རྒྱས་ཀྱི་གསུང་རེད། དེ་ཡིན་པ་གསུང་ཙང་ང་རང་ཚོ་རྒྱལ་ཁ་ཤོར་བ་དེ་བདེན་པ་རེད། རྒྱ་མི་གི་བཙན་འཕྲོག་བྱས་པ་དེ་བདེན་པ་རེད། འོ་དུས་སུ་ཁྱེད་ནས་ང་རང་ཚོ་མི་ས་ཡ་མང་པོ་རྒྱ་མི་གི་དམར་གསོད་བཏང་པ་དེ་བདེན་པ་རེད། སྣོད་བཅུད་ཡོངས་སུ་རྫོགས་པ་དེ་འཕྲོ་བརླག་མང་པོ་ཞིག་བཏང་པ་དེ་བདེན་པ་རེད། དེ་བདེན་པ་དེ་འཛམ་བུ་གླིང་ལ་ང་ཚོས་ཤེས་དགོས་བར་ད། ང་ཚོ་གུང་ས་མཆོག་གི་གསུང་གསུམ་སྡེ་གསར་པ་དེ་ལ་འགྲིག་མེད་པ་ནང་གི་མགྲིན་ཚབ་ཟེར་ལེ་གི་ཡོད་ད་ང་ཚོ་མགྲིན་ཚབ་རེད་བོད་ནང་གི་བོད་ནང་གི་གཞིས་ལུས་རྒྱ་ཆེ་མི་མང་གི་མགྲིན་ཚབ་རེད་ད་ད་རིང་ང་ཚོ་མགྲིན་ཚབ་ཡག་པོ་རྗེས་སུ་བསམ་གི་ཡོད་བོད་ནང་གི་རྒྱ་ཆེ་མི་མང་དཀའ་གི་དཀའ་ངལ་ག་ཚོད་ཅིག་འཕྲད་གི་ཡོད་རྒྱལ་བ་རིན་པོ་ཆེ་གི་དད་པ་བྱེད་མི་ཆོག་ཡ་རྒྱལ་བ་རིན་པོ་ཆེ་སྐུ་པར་བཤམ་མི་ཆོག་ཡ། ད་འདི་ལས་སྡུག་ཅིག་གི་མནར་གཅོད་ཡོད་རེད་བས་ད། འདི་ལས་སྡུག་ཅིག་གི་ད་ང་ཚོ་ལ། བྱེད་ཡག་ཡོད་རེད་བས་ངས་དྲང་པོ་བཤད་ཡིན་ད། དེ་བྱེད་ཡག་ཡོད་མ་རེད་བ་ད་དེ་དེ་བ་བྱས་ཚར་ད་ང་ཚོ། དེ་ཙམ་མ་བྱས་མ་འོངས་པའི་གི ྋགོང་ས་མཆོག་གི་ཡང་སྲིད་ལ། ཐེ་ཇུས་བྱེད་ཡག་སྐད་ཆ་གླེད་ཚར་སོང་ང་ཁོང་ཚོ་ཧམ་བག་གི་སྐད་ཆ། མདོ་བསྡུས་ནས་བཤད་པ་ཡིན་ན་རྒྱ་མི་གི་ང་ཚོ་ལ། མི་གྲས་ལ་ཕག་རྒྱག་ད། དུད་འགྲོ་དང་དེ་འདྲས་གི་གྲས་ལ་རྒྱག་དགོས་ཡོད་མ་རེད་ད། ཨ་རི་ལུང་པ་ལ་ཡིན་ན་ཕྱི་ལ་རིན་ཐང་ག་འདྲས་འདུག་ང་ཚོ་ཧ་གོ་དགོས་རེད་བ། འོ་དེ་རེད། དེ་འདྲས་ཡིན་པ་སོང་ཙང་ང་ཚོ་ལ་རིན་ཐང་དེ་འདྲས་རྒྱག་དགོས་ཡོད་མ་རེད། ད་དེ་འདྲས་ཡིན་པ་སོང་ཙང་བོད་ནང་གི་རྒྱ་ཆེ་མི་མང་གི་ཆེད་དུ། བོད་ནང་གི་ང་རང་ཚོ་གི་ལུང་པ་དེ་གི་ཆེད་དུ་བོད་ལུང་པ་གི་ཆེད་དུ་བོད་རྒྱལ་ཁབ་གི་ཆེད་དུ་ང་རང་ཚོ་གི་མགྲིན་ཚབ་བྱས་ནས་ང་རང་ཚོ་གི་འཛམ་བུ་གླིང་ལ་བ། ང་རང་ཚོ་མི་ལ་ཀླད་པ་རབ་འབྲིང་ཐག་སོང་ཡོང་གི་ཡོད་ཀྱི་རེད། ཤེས་ཡོན་རབ་འབྲིང་ཐག་སོང་ཡོང་གི་ཡོད་ཀྱི་རེད། དེ་འཛམ་བུ་གླིང་ལ་བག་ཆགས་འདྲ་བྱས་ནས། འཛམ་བུ་གླིང་འདི་ནང་ལོགས་ལ་དྲང་བདེན་ལ་དགའ་ངེས་དང་དམངས་གཙོ་ལ་དགའ་ངེས་དང། འོ་ཡ། ཆོས་ལུགས་དད་པ་རང་མོས་དེ་ཚོ་ལ་དགའ་ངེས་དང་སོ་སོ་གི་རྒྱལ་ཁབ་སོ་སོ་ལ་དབང་དགོས་རེད་བསམ་ངེས་མང་པོ་ཡོད་རེད། དེ་ཚོ་ལ་བག་དྲི་འདྲ་བྱས་ནས་ང་རང་ཚོ་ལ་རྒྱབ་སྐྱོར་འཚལ་ཡ། བོད་ནང་གི་དངོས།

ང་ཚོ་བོད་པ་ལ་བསྙལ་བཅོལ་ག་ཚོད་བཏང་གི་ཡོད། རྒྱ་ནག་གི་ཁོ་རང་ཚོ་གི་ནང་ཁུལ་ལ། དམར་ཤོག་གཞུང་གི་ནང་ཁུལ་ལ་ཁོ་རང་ཚོ་གི་ལས་རོགས་དེ་ཚོ་ལ་བསྙལ་བཅོལ་ག་འདྲས་ཅིག་བཏང་གི་ཡོད། རྒྱ་ནག་མི་དམངས་ལ་བསྙལ་བཅོལ་ག་འདྲས་ཅིག་བཏང་གི་ཡོད། ཁོ་གི་འཛམ་བུ་གླིང་འདི་ག་ལ་ནད་ཡམས་ག་འདྲས་ཅིག་བཏང་ཡོད། དེ་ཚོ་ཚང་མ་དེ་ང་ཚོ་དྲིལ་བསྒྲགས་བྱེད་དགོས་གི་འདུག། མདོ་བསྡུས་ནས་བཤད་པ་ཡིན་ན་རྒྱ་ནག་དམར་ཤོག་གཞུང་དེ་མགོ་རྟིང་སློག་དགོས་གི་རེད་ང་རང་ཚོ་གི། དེ་འདྲས་ནས་ང་རང་ཚོ་དངོས་གནས་དྲང་གནས་ཨེ་ན་བོད་ཀྱི་རྒྱལ་ཁབ་དེ་ཏག་ཏག་ཏུ། རྩོད་ཡག་གི་ལག་ངར་དང་ཏག་ཏག་འགྲོ་གི་རེད། དེ་འདྲའི་ཡིན་པ་སོང་ཙང་ང་རང་ཚོ་དུས་ནམ་ཡང་སེམས་ཤུགས་ཆག་གི་མ་རེད། མ་མ་ཆག་ཡས་ཡིད་ཆེས་བརྒྱ་ཆ་བརྒྱ་ཡོད། ང་ཚོ་རིམ་པས་རིམ་པས་བྱས་ནས་ལས་འགུལ་གང་དྲན་ཅིག་སྤེལ་དགོས་གི་འདུག་ན། གཞུང་གི་འགོ་ཁྲིད་གི་རེད་མི་མང་གི་འགོ་ཁྲིད་གི་རེད་གཞུང་འབྲེལ་མིན་པའི་ཚོགས་པ་གི་འགོ་ཁྲིད་གི་རེད། ང་རང་ཚོ་ཚང་མ། རྒྱ་སྐྱེད་དཔའ་བོ་རང་བཙན་བློ་དགའ། རང་ལུས་མེར་སྲེག་སྒྲོལ་དཀར་ལྷ་ཁ་བརྒྱ། ང་བོད་པ་ཡིན་ཟེར་ཡག་བྱོས་ཡོ། ང་བོད་པ་ཡིན་ཟེར་ཚིག་དེ་བློ་ལ་འཇུ་བི་གི་ཐོག་ནས། སེམས་ལ་ཟིན་བི་གི་ཐོག་ནས། ཁ་དང་སྣ་དང་ངག་དང་ཆོས་ཟེར་ཡག་དེ་དོན་དག་མེད་འཇོག་གི་རྩོད་པ་དེ་མ་བྱེད་བ་བྱས། དོན་དག་ཡོད་ས་ལེ་ལེ་སོང་ན་སོ་སོ་རྒྱུ་མཚན་ལྡན་པའི་སྒོ་ནས་སྐད་ཆ་ག་རེ་བཤད་དགོས་ན་བཤད་ཡག་བྱས། འོ་དེ་འདྲས་ཅིག་བྱེད་རོགས་བྱས་ཟེར་ནས། ཨ་ནི་རྒྱ་ཆེ་མི་མ་དགེ་འདུན་པ་སོགས་རྣམས་འབོད་སྐུལ་འདི་འདྲས་ཅིག་གི་ཐོག་ནས་ནི་ངས་དེ་ཚང་རྒྱག་གི་ཡིན་བཀའ་དྲིན་ཆེ། ཨོ་ལེ་སི་དེ་ནས་ང་ཚོས་ད་ལྟ་དེ་རིང་གནམ་འོག་གི་གསང་རྒྱུད་ཚན་པའི་ཀུན་ཁྱབ་འཕྲལ་སྡོམ་ལེ་ཚན་དང་གནམ་འོག་གི་གསང་རྒྱུད་ཚན་པའི་ལས་རམ། སུམ་བརྒྱ། བཅུ་གཉིས་ཀྱི་ངོ་བོ་བྱས་བྱས་ཨ་ནི་དགེ་བཤེས་ལགས་ལ་ཡང་བཀའ་འདྲི་ཞུས་པ་རེད་ཧ་ལས་པའི་གི་བཀའ་ལན་ཡག་པོ་ཕེབས་སུ་ཐུགས་ཆེ་ཞུ་ཡག་དང་མཉམ་དུ་ལ་ད་ངས་དྲ་རྒྱའི་རྒྱུད་ལམ་ཁག་ལ་ནམ་ཞར་བརྒྱུད་དེ་དོན་ནན་བྱེད་དོ་སྣང་བྱེད་བསྡད་པའི་སྐབས་ལ་ཡང་ད་འདས་ཀྱི་དུས་ཚོད་འདྲ་བོ་ཡིན་པ་ཡིན་ན་སྤྱི་བཏང་བོད་པའི་གི་སྐྱ་སེར་གཉིས་ཀྱི་སྡེ་ཚན་བྱས་ནས་སེར་མོ་བའི་སྡེ་ཚན་ནང་ལོགས་ལ་ཁ་ཡོད་ལག་ཡོད་ཀྱི་མིག་མཐོང་ལག་ཟིན་བྱས་བྱས་ད་ད་ལྟ་ལས་འགུལ་ལ་ཡང་ཉིན་མཚན་མེད་པར་མཉམ་ཞུགས་གནང་མཁན་དགེ་བཤེས་ལགས་ཏེ་མི་ཚང་མ་གི་རྗེས་སུ་ཡི་རངས་དང་བསྔགས་བརྗོད་བྱེད་ནས་འདུག་ཕྱིན་ནས་དེའི་ཞག་ཟེར་བྱས་དགེ་བཤེས་ལགས་ལ་དེ་ཤོད་ཡ་དང་མཉམ་དུ་ལ་སྤྱི་ཡོངས་ཀྱི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་དགེ་འདུན་པའི་སྤྱི་ཚོགས་དེ་དང། ཤེས་ཡོན་པའི་སྤྱི་ཚོགས་ཀྱི་ཆ་དེ་དུ་སྒང་ལ་ཡ་ག་བ་ཡིན་པ་ཡིན་ན་ཡ་དགེ་འདུན་པའི་གི་སྣེ་ཁྲིད་གནང་པ་དང་ག་པ་ཡིན་པ་ཡིན་ན་ཡང་དགེ་འདུན་པའི་ལམ་སྟོན་གནང་ཡ་དང་བཀའ་མོལ་གནང་ཡ་དེ་ཚོ་གི་སྤྱི་ཚོགས་ལ་འགུལ་སྐྱོད་ཐེབས་ཡ་ག་རེ་ཟེར་ན་སྤྱི་ཚོགས་ཅིག་གི་ནང་ལོགས་ལ་ཤེས་ཡོན་གི་སྡེ་ཚན་ཅིག་གི་ནང་ལོགས་ནས་བཀའ་མོལ་གསུང་གི་ཡོད་ཙང་ལྷག་པར་དུ་ད་ལྟ་དགེ་བཤེས་ལགས་ཡིན་པ་ཡིན་ན་ཡང་དགེ་བཤེས་ལྷ་རམས་པའི་གི་མཚན་གནས་གི་ཐོག་འདུག་ཕེབས་ཐེབས་ཡོད་རེད་དེ་ཡིན་དུས་ཨ་ནི་དགེ་བཤེས་ལགས་གི་མཚོན་པའི་ཨ་ནི་ཉེ་ཆར་ང་ཚོ་ས་གནས་ལ་ཡིན་པ་ཡིན་ན་ཡང་དགེ་འདུན་པའི་སྤྱི་ཚོགས་ནང་ལོགས་ལ་ཡར་ཕེབས་ཏེ་ངའི་མཐོ་རིམ་མི་ནག་གི་ཨ་ནི་དགེ་འདུན་པའི་གི་སྤྱི་འཐུས་མང་པོ་ཅིག་ཡང་ས་གནས་ལ་ཕེབས་ནས་འདུག་གནང་བ་རེད་དེ་ཡིན་དུས་དེ་ཚོ་ཚང་མ་ལོགས་ལ་དེ་རིང་ངའི་ལས་རམས་འདི་བརྒྱུད་ཆེ་ནས། ཨེ་དགེ་བཤེས་ལགས་གཙོ་བོ་ཡིན། མཐུ་ཆེ་ན་ཞུ་ཨེ་དགེ་བཤེས་ལགས་མཐུ་ཆེ་ན།